བོད་སྡེ་ལི་སྟེ། གོང་གི་དེ་ལས་ཚོགས་གཙོ་དང་ཚོགས་གཞོན་དགེ་ལས་རྣམ་པ་གཙོས་པའི་ཚང་མི་ཡོངས་རྫོགས་ལ་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་གྲངས་མེད་ཞུ་གི་ཡོད། བཀའ་བབས་བསྡུ། ད་ལྟ་བར་དུ། སྐེ་དཀྲིས་ཚགས་པ་ཡིན་ན་རེད། བག་ཚ་ཚགས་པ་ཡིན་ན་རེད། ཨ་ནི་ཏྲེ་ལི་ཀ་རི་ཚགས་པ་མང་པོ་གཅིག་གི་ནང་ལོགས་ལ། ལྟོ་ཤས་འདྲ་བཟོ་གྲོ་ལི་འདྲ་གི་དེ་བཟོ་ས་མང་པོ་གཅིག་ནང་འགྲོ་ནུས། ཡིན་ན་ད་ལྟའི་ཚགས་པ་འདི་ནང་ཞིག་གི་སྒྲིག་འཛུགས་རང་བཞིན་གོ་རིམ་རང་བཞིན། ཨ་ནི། འདི་འདྲས་ཀྱི་ཚགས་པར་ཡག་རག་ཅིག་ང་དེ་སྔས་འགྲོ་མྱོང་མེད་ད་ནི་ནང་པ་ཚོར་དེ་ཚ་དུས་ཀྱི་ཕྱིར་ཟེར་འདི་ཞུ་གི་འདིའི་ཐོག་ལ་དངོས་གནས་བོད་ཀྱི་བསྟན་པ་ཆགས་སྲིད་ཆོས་ལུགས་རིག་གནས་གོང་ས་གང་ག་ལ་ཕན་པ་མ་གཏོགས་ཨ་ན་དེ་ལས་ལྡོག་བོད་ཀྱི་ཁོར་ཡུག་ཅིག་འདིའི་ནང་ལ་ཕེ་ཤེ་ཕེ་ཤེ། ཡོང་ས་མ་རེད། ཨ་རིན་ཆེ་ས་ཁོ་བོས་འདི་འདྲས་བགྱིས་ཏེ། གཙང་མ་བཀྲི་བ་ལ་བརྟེན་ནས་དགེ་ལས་སྔ་ཕྱི་རྣམ་པ་ཡོངས་རྫོགས་ལ་ཐུགས་རྗེ་ཆེ་ཟེར་ནས་ཞུ་གི་ཡིན། ངས་རྣམ་པ་ཚོ་ལ་ཞུ་ཡ་དེ། ཨ་ནེ། དགེ་ལས་རྣམ་པ་སོགས་ཀྱིས་རེ་བ་གསུངས་པ་ནང་བཤད་ཀྱི། དེ་ནས་བོད་རིགས་ཚོས་རང་གི་ཆེད་དུ་རིག་གཞུང་རྩ་བ་ལ་བཞག་པའི་ཐོག་ནས། དེ་རག་ཉེས་བྱས་པ་བགྱིས་སམ་བག་བགྱིས་གང་འདྲས་བྱེད་དགོས་ཀྱི་ཡོད་བ་རེད་ཟེར་ཡ་དེ་ཐོབ་པའི་དེ་ནས་བསྡད། ཁ་སང་ཉེ་ཆར་ཨ་ནེ་བོད་མི་སྒྲིག་འཛུགས་ཀྱི་ཕྱི་རིགས་ལས་ཁུངས་ཀྱིས་གོ་སྒྲིག་བྱས་པའི་འོག་ནས་ཨ་ནེ་ཐང་ཏེ་བོད་ཀྱི་ཕྱི་རིགས་ཀྱི་སྨད་སྟོང་དང། མ་འོངས་པར་ལག་བསྟན་ཟེར་ཡག་གི་བགྲོ་གླེང་གི་ཚོགས་འདུ་ཅིག་ཚོགས་པ་རེད་དེ་ཚོགས་འདུ་དེའི་ནང་ལོ་ལ་མཁས་དབང་ཉེར་བཞི་རྩ་ལྔ་འཛམ་ང་རིག་ངས་ང་འདྲ་བོ་དག་ཁ་ཤས་ཀྱིས་དེ་འབྲེལ་ད་ཞོག་ནས་ལས་འགྲོ་རྒྱུ་དེ་འདྲ་མང་ཆེ་བ་ངོ་ནས་མཁས་པ་ཚད་ལྡན་དེ་རེད་དེ་བཞིན་ཨོ་ཧ་ཀ་དེ་དེ་ག་ལ་ང་ཚོ་དགེ།

གྲོགས་པོའི་འབྲེལ་བ་དེ་མུ་མཐུད་ནས་ཆགས་འདུག་ཨ་རན་ཆེ་ས་ཁོང་གིས་འདི་ཐོག་ལ་གཏམ་བཤད་འདི་འདྲ་ཅིག་ཞུས་ན་ཟེར་ནས་གསུངས་སོ་དེ་ལ་ང་ཡིན་འདུག་ཡིན་ཟེར་ཏེ་ཞུས་དེར་མ་ཟད་ནས་དེ་ནས་ཨ་ཅག་བཀྲ་ཤིས་ཆོས་སྒྲིལ་ལགས་དེ་ནས་རྔན་མ་ནས་ངོ་ཤེས་ཀྱི་ཡོད་ཨ་ནས་ཁོང་གིས་གཏམ་བཤད་ཅིག་བཟོ་རོགས་ཅིག་རྔན་མ་ལ་ཞུས་དེར་འདི་མ་ཁོང་རྣམ་པ་གཉིས་ཀྱིས་གསུངས་ས་དེ། ཁོ་ཡི་སྐྱིད་དང་ཚོང་པ་གཅིག་ཆགས་ཏེ་བཤད་དེ་ནི་ཁྱེད་ཀྱི་སྐྱེས་ས་སྐད་ཆ་གཅིག་བཤད་ནང་པ་གཉིས་ཁྱེད་ཀྱི་ཨ་ནེ་ཀ་ལྷའི་རྟ་ཐང་འདྲ་ཟིན་ཅིག་འགྲོ་གི་འདུག་དྲན་ནས་དེ་ནས་ཞུ་གི་ཡིན། ད་གང་དུ་ཤི་བ་དེ་སོགས་ང་ཚོས་ཀྱི་གླིང་གི་བཟོ་འདྲ་བོ་དེ་ཞུས་པ་ཡིན། དེ་ནས་ད་ངས་ཅི་ཞུ་ཡ་དེ། བོད་རིགས་ཚོས་རང་གི་ཆེད་དུ་རིག་གཞུང། རྩ་བ་ལ་བཞག་པའི་ཐོག་ནས་དེང་རབས་ཉིན་གཅིག་པས་གིས་ཟིན་པ་གང་འདྲས་བྱེད་དགོས་པ་རེད་ཅེས་ཁ་ཤས་ཀྱིས་ཟིན་ངན་ཕིག་བཀོད་ལ། འདི་ལ་ང་ངས་ཀྱི་འདྲ་ཆོག་པོ་འོག་ཟོག་འདྲ་པོ་འདོགས་པའི་གོང་རིམ་ར་བོ་དེ་འདྲས་འབྲི་བོ་ཅེས་ཞུ་ཐུ་ཡ་ག་རེ་བ་ཁས་ཞུ་གི་མེད་གང་ཞིག་པ་དེ་ཚོ་ནི། ཁོ་བོས་འདི་ནོ་ཡན་ཁད་དུ་ཚོགས་པ་འདི་ནོ་ཡན་ཁད་ཅིག་གི་ལག་ལས་བལྟས་ན། རྟེན་འབྲེལ་ལག་ལས་བལྟ་ཆོག་གི་རེད་ལོ་ལས་བལྟ་ཐུབ་ཀྱི་རེད། བཏང་ན་དེ་གཉིས་ཡོད་རེད་བསམ་པ་གཅིག་གི་ཐོག་ནས་ཞུ་གི་ཡོད་མ་གཏོགས་རིག་པའི་གཞུང་ལུགས་བཟོ་འདྲ་པོ་གཅིག་དང་དེ་ནས་གཏན་ཚིགས་རིག་པ་བཟོ་འདྲ་པོ་གཅིག་གི་ཐོག་ནས་འདྲ་ཆོ་བོ་དང་རྒྱ་ཆེན་པོ་དང་གཏིང་ཟབ་པོ་དེ་ལས་ཞི་འདོད་མེད། ཁྱེད་ཚ། ངས་དེ་རིང་རྣམ་པ་སོ་ལོ་ཞུ་ཡག་གིས། ནས་བོད་རིགས་ཚོས་རང་གི་ཆུས་དོ་རིག་གཞུང་གི་རྩ་བ། ཆེད་དུ་རས་རུས་གཙང་བ་བཞག་པའི་ཐོག་ནས་དེ་ར་ནི་སྤྱི་པའི་བགྱི་ཉག་པ་ཚོས་ག་འདྲས་བྱེད་དགོས་པོ་རེད་ཟེར་བའི་ཐད་ལ། ང་ར་བསམ་པ་ད་ལྟ་ཁ་ཚ་དགྱེས་དུས་ཀྱི། རང་གི་རིག་གཞུང་དམངས་གཞུང་བཞག་པའི་ཐོག་ནས་དེ་ར་འདི་གི་བགྱི་ཉག་པ་ཅིག་བཟོ་དགོས་ཡོད་ན། མགོ་བཙུགས་ས་ག་དེ་ག་ནས་བཙུགས་དགོས་པོ་རེད་ཟེར་ན། ད་ལྟ་ལས་མ་འོངས་པ་གལ་ཆེ་བ་བཅས་པའི་སོ་སོའི་རིག་འགན་ཁོ་ཡ་ཨ་དང་པོ་དེ་ག་ནས་མགོ་བཙུགས་དགོས་ཟེར་ན་སོ་སོའི་སྤུ་བོ་ཚོ་ལ། མི་ཡིན་ཏེ་གཟུགས་དགུ་པོ་རེད། འདི་རྩ་འགྲེལ་གལ་ཆེ་ཤོས་ཀྱི་ཡིག་ཚང་པ་ཚོ་གི་རྣམ་པ་སོ་འདི་རྩེད་མོ་གཟོ་འདྲ་བོ་གཅིག་དང་གཏམ་བཤད་གཟོ་འདྲ་བོ་གཅིག་དང་བཤད་སྒྲིག་གཟོ་འདྲ་བོ་གཅིག་རྩ་བ་ཉིད་ནས་མ་གོ་འགྲོ་ཅི། ངས་ཚེ་དཔག་བྱས་ན་ཚོགས་པ་འདི་ནོར་ལུག་ཡོད་མཁན་གྱི་མི་བརྒྱ་ཕྲོག་སྟོང་ཕྲོག་ག་ཚད་ཡས་ན་དེ་གི་ཡང་སྲི་རྫོགས་པ་དེ་ཕེ་ཤའི་ར་རྩི་བྱིན་ན་ལོ་བཅོ་བརྒྱད་བཅུ་གི་ཉེས་བཤད་ཡ་གེ་ཚང་ངས་མ་གཏོགས་དེའི་སྒོ་དེ་ཕ་ཤའི་ཡོད་ཀྱི་མ་རེད་བསམ་པ་ཚེ་དཔག་བྱས་ཡོད་རེད་ལ། དེར་མ་ཟད་ནས་ད་དུང་འདིས་ནོར་ལུས་ཡོད་ངེས་མང་ཆེ་བ་ལ་སྤུ་གུ་ཡོད་ཀྱི་རེད་ལ་ཁ་ཤས་ཁ་ཤས་སྤུ་གུ་སྤུ་གུ་བུ་ཞིག་ཡིན་གྱི་རེད་བསམ་པ་ཚད་དཔོག་བྱེད་ཀྱི་ཡོད། དེ་འདྲའི་ཡས་ཆ་ནི་རྣམ་པ་སུ་གིས་ད་ལྟའི་རྒྱལ་སྤྱི་འདི་གི་འགན་ཁ་ས་གཙོ་བོ་དེ་སུའི་ཐོག་ལ་འཁུར་དགོས་ཀྱི་འདུག་ཟེར་ན་སྤུ་གུའི་ཐོག་ལ་འགན་འཁུར་དགོས་ཀྱི་འདུག་དྲན་གྱི་རེད། དེ་འདྲའི་ཡས་ཆ་ནི་ང་ཚོ། འདི་ནས་ལོ་བཅུ་ཉེ་ཕྱེད་རྗེས་ནས་བོད་རང་གི་ཕྱི་དོ་རིག་གཞུང་གི་རྩ་བ་དེ་མ་བརླག་བར་གྱིས་བཟོ་དགོས་ཡོད་ན་རྩ་བ་དེ་ཤེས་བར་གྱིས་བཟོ་དགོས་རྩ་བ་དེ་མ་གོ་བར་གྱིས་བཟོ་དགོས་ན་བཟོ་ས་དེ་དར་འདེགས་ཀྱི་དཔུང་སྡེ་ཚོ་རེད་དེ་ཚོ་དར་འདེགས་དཔུང་སྡེ་ཚོར་དང་པོ་སོ་སོའི་ཡུལ་མིང་བརྟན་པོ་གྱིས་བཟོ་དགོས་རེད་དྲན་གྱི་རེད་དེ་འདྲ་ཡིན་ཚ་ནས། དམ་པའི་སྤུ་གུ་འདི་ཚོགས་ཀྱིས། མ་འོངས་པ་འཚར་ལོངས་འབྱུང་བའི་གི་སྐབས་སུ། ཆེད་དུ་རིགས་ཞུགས་ཀྱི་རྩ་བ་དེ་རང་གི་ཆེད་དུ་རིགས་ཞུགས་རྩ་བ། རྗེས་ལ་བཞག་ཐོ་ཡག་གི་ཆེད་དུ་ལས་འགུལ་ག་རེ་སྤེལ་དགོས་གི་འདུག་ཟེར་ན། དེས་ཀྱི་ལས་འགུལ་དེ་ལ་ངོས་ཀྱིས། ཕ་ནི་གསར་པ་ཅིག་བཞག་གི། འདིར་མ་བཞག་ཁ་ཚོན་ནི་ཚོགས་འདུ་ནང་རོགས་ལ་ཡི་གེ། ཞེས་སོགས་ཅིག་བྱས་པ་ཡི་བསམ་པ་དྲན་སོ། དེ་ལ་ཡང་བྱིས་པའི་ཤེས་བྱ་ཟེར་ནས་བཏགས་དགོས་གི་འདུག་ཁྲེལ་རིགས་སྤུ་གུ་ཆུ་ཤུགས་ཀྱི་ཤེས་བྱ། བོད་མི་རིགས་ཀྱི་བྱིས་པའི་ཤེས་བྱ། བྱས་ན་ང་ཚོས་མ་འོངས་པ་ལ་མུ་མཐུད་ནས་བོད་རང་གི་ཆོས་དང་རིག་གཞུང་གི་རྩ་བ་དེ་བརྟན་པོ་ཆགས་དགོས་ཡོད་ན་ལྷ་ས་དེ་མ་འོངས་པའི་ཚེ་ས་བྱིས་པ་དེ་ཚོ་དེ་ཚོ་ལ་ང་ཚོས་ག་རེ་བྱེད་དགོས་འདུག་ཟེར་ན་སྤོ་གི་ཆུང་ཆུང་གི་བཀག་ནས་ང་ཚོས་འགན་ཆེན་པོ་གསུམ་འཁུར་དགོས་འདུག་འགན་དང་པོ་དེ་སྐད་ཡིག་འགན་དེ་རེད་འགན་གཉིས་པ་དེ། ཀྱི་ཤེས་ཡོན་རེད་དེ་འདི་གསུམ་པ་དེ་བག་ཆགས་ཡིན་རེད། རྒན་བསོད་དེ་པ་བ་ཨ་མ་དེ་སོགས་ཀྱིས་ང་ཚོའི་ད་ག་ཟིག་གི་གཏམ་བཤད་ཉན་པ་ཙམ་དང་དེ་གཏམ་བཤད་དེ་ལ་རྒྱུ་མཚན་འདུས་ས་ནས་བསམ་བློའི་ངོས་ནས་རྒྱ་ཤོག་བཟོ་བ་གཅིག་པོ་མ་ཡིན་པ་ལག་ལེའི་ཐོག་ནས་ངེས་པ་དེ་བསྟན་པའི་བཟོ་ཐོབ་དགོངས་འདུས་དྲན་གྱི་ཡོད་དེའི་ནང་ནས་དང་པོ། སྐད་ཡིག་གི་ཤེས་བྱ་དེ་རེད། སྐད་ཡིག་གི་ཤེས་བྱ་དེ་ང་ཚོ་མཚོ་དཔེ་འདི་གི་ནང་ལ་ཡས་པའི་མཚོ་མོ་སུ་དང་སུ་ཡིན་ན་སོ་སོའི་ནང་ལ་ཡས་པའི་སྤུ་གུ་དེ་སོ་སོའི་ཤ་ནས་སྐྱེས་པའི་སྤུ་གུ་ཡིན་ཙང་ནས་དེ། གཅིག་ན། མི་ཚེ་གི་ནང་ལོགས་ལ་ཐ་སྙད་ལས་མ་ལྷོད་པ་དང་གཉིས་ན། སོ་སོའི་ཕ་མ་ལ་གྱེས་རྒྱ་བརྩི་མཐོང་ཡོང་ཁྱེད་ཀྱིས་བཟོ་ཐུབ་ཡག་འདུག་སོས་ལ་མི་རིགས་དུ་རྒྱ་ཁག་ལ་གྱེས་རྒྱ་བརྩི་མཐོང་ཡོང་ངེས་དང་མི་རིགས་དུ་རྒྱ་ཁག་གི་དན་ཏོག་སྒྲོལ་ཐུབ་མཁན་གྱིས་བཟོ་དགོས་ཀྱི་ཡོད་ན་ཆ་ཆའི་དང་པོ་དེ་བོད་རིགས་ཀྱི་སྐད་ཡིག་འདི་བརླག་དགོས་ཀྱི་འདུག་དེ་ཨ་དང་པོ་ཚིག་གལ་ཆེ་ཤོས་དེ་དེ་བརྩི་དགོས་ཀྱི་འདུག་བྱས་ན་བོད་པའི་སྐད་ཡིག་བརླག་ཐོ་ག་འདྲི་ཆེ་རེ་བརླག་དགོས་ཀྱི་འདུག་དེ་གནད་འགག་ཆེན་པོ་ཞེ་དྲག་རེད་ཤག་འདི་ནོར་ཡོང་མཁན་མང་པོ་སྐྱིད་དེ། ནུ་ཞོ་རྒྱ་ཧ་ཁ་བལ་བ་ཀོང་ཏོག་ཁ་ཤས་མ་གཏོགས་མེད་ས་བལ་བའི་སྐད་རྒྱུན་ལྡན་བེད་སྤྱད་མེད་ས་བལ་བའི་ཡི་གེ་རྒྱུན་ལྡན་བེད་སྤྱད་མེད་ས་ཀྱི་ཁོར་ཡུག་དང་ས་གནས་ཡི་རྩ་ནས་ས་གནས་དེ་འདྲས་ཀྱི་དང་ཁོར་ཡུག་དེ་འདྲས་ཀྱི་ལ་ཡ་བལ་བའི་སྐད་ཡིག་གི་རྨང་གཞི་གཏིག་དགོས་ཀྱི་ཡོད་ན་སྟག་བདེ་བོ་གཅིག་དང་ལས་སླ་བོ་ཞིག་ཆེ་ནས་ཡོད་མ་རེད་དེ་འདྲས་མེད་ན། ཁོ་བོས་དེ་ལ་ཁ་གཏད་བཅག་ཐུབ་ཡག་ཅིག་དང། ཨ་ནས་ས་ནས་དེ་ལ་ཁ་གཏད་བཅག་པའི་ཐོག་ནས་སོ་སོའི་སྤུ་གུ་ལ་བེ་བེ་གི་སྐད་དང་བེ་བེ་ཡི་གེ་ཤི་ཐག་ཅིག་བཟོ་དགོས་ཡོད་ན་ཐ་ལམ་ག་རེ་སྟེར་དགོས་དགོས་འདུག་ང་ཚོས་དགག་ཐུབ་ས་དེ་རེད། ཐ་ལམ་དང་པོ་དེ་ག་རེ་སྟེར་དགོས་དགོས་འདུག་ཟེར་ན། གནའ་སྔས་མ་ནང་བཞིན་ང་ཚོའི་སྤུ་གུ་ལ་བེ་བེ་བརླག་ཡོང་གི་ཡིན་ཟེར་དུས་ག་ལ། སྤོ་གི་གདོང་ཡག་གི་བྱས་ད་ལྟ་ཅོག་བཟོ་རེད། ཨ་ནི་སྤོ་བོ་ལ་དེ་བལྟས་ནས་ད་ཅོག་སོང་ཉིན་ནས་བལ་ཡིག་སྦྱང་དགོས་རེད་ད། མ་གཞི་ལས་ཆ་རག་འདི་བཟོ་གི་རེད་ད་ཟེར་ནས་སྤོ་བོ་སྐྲག་ཚོར་བས་དེ་བཟོ་འདྲ་བ་དེ་དེ་རིགས་ག་ཚོད་དེ་ཚད་བརྒྱད་ཚར་རེད་ཟེར། ཨ་ནི་སྤོ་བོ་ལ་ཁྱོད་རང་གིས་སོང་ཉིན་ནས་ང་ཚོ་བལ་ཡིག་བརླག་ཡོད་རེད་ད་བལ་ཡིག་ཟེར་ན་ང་ཚོ་བལ་མི་རིགས་ཀྱི་རྩ་ཆེན་པོ་ཞེ་དྲག་རེད་གལ་ཆེན་པོ་ཞེ་དྲག་རེད། བལ་ཡིག་ཤེས་ངེས་ལ་དེ་ནས་ང་ཚོ་རྩ་བའི་བླ་མེད་ཀྱི་ཨ་ནི་ཐུགས་མཉེས་པོ་ཞེ་དྲག་གནང་གི་རེད། ཨ་མའི་བོད་ཡིག་ཟེར་མཁན་དེ་ང་ཚོའི་མི་རིགས་འདི་ཡི་གེའི་ཕྱི་ཤུར་གྱི་ཤེས་བྱ་རེད་སྤོ་བོ་ཆུ་ཤུར་བཀོལ་ནས་བག་ཆགས་དང་བླང་བྱ་དེ་འདྲས་བརྒྱབ། དེ་ནས་བག་ཆགས་བླང་བྱ་སྤྱི་ཕོག་གི་ཕས་ཐོག་ཐལ་ལ་མ་རེད་ཁོང་ཚོ་ལ་ཡི་གེ་བླ་ཡག་གི་ཆེད་དུ་དེ་རག་གི་བརྗིད་ཉག་ཕེབས་ཡོད། ཀ་ཀྲོ་བོ་ཐོག་ནས་ཡི་གེ་བླ་ཡག། པར་རིས་ཀྱི་ཐོག་ནས་ཡི་གེ་བླ་ཡག། ཨ་ནི་རི་མི་ཐོག་ནས་ཡི་གེ་བླ་ཡག། དེ་འདྲས་བྱས་ནས་སྤོ་བོ་ཆུང་ཆུང་ཁོ་ནས་ཀ་མའི་སེམས་ཤུགས་དེ་ཚོ་ང་ཚོའི་གིས་སྟངས་སེ་རྩེ་གཏོར་བྱས་ནས་བཙལ་ཡ་ཡོད་སྐད་བཟོ། ཀ་ཁ་ཁ་སྔ་ཕྱི་ཆ་སྒྲིག་འགྲོ་འགྲོ་དེ་ཀ་ལ་གཞི་སྤྲད་བྱས་ནས་བཏང་དེ་ཀ་ལ་ཕ་ཤུག་ཅག་ཆ་ཆ་ཟ་མ་གཏོང་ནས་ངས་ཀྱི་ཀྱི་ཐོག་ལ་ཀ་ཁ་ཁ་སྔ་ཕྱི་སྙང་དུ་མ་བརྒྱག་བྱས་ན་མི་གིས་གདོང་ཐུག་ཡ་བྱེད་ཨ་ནི་ཆ་སྒྲིག་གི་དེ་ཀ་ལ་ཀ་ཁ་ཁ་ང་འདས་ཀྱི་ཆ་སྒྲིག་ཆོག་དེ་འདྲའི་ཆ་བ་དེ་ས་ང་ཚོའི་རི་རྩེ་གི་ཐོག་ནས་ལ་སོ་ལོ་དང་སྤུ་གུ་ལ་ལ་ཡ་ཞོན་ན་བོད་ཤི་བ་ལ་ཆ་ཐོ་ཡ་དེ་འདྲའི་མ་ཞོན་ན་སོ་སོ་སོ་སོ་ཡི་སོ་ལོ་དང་སྤུ་གུ་ལ་ཡ་བོད་ཡི་ས་ཤས་སེམས་ཅན་དེ་ཚོ་ལོ། སྔ་དྲོའི་སྐབས་ནས་ཏག་ཏག་ཤི་ཐུ་ཡ་དབྱངས་བཞི་དེ་ཚོ་ཤི་ཐུ་ཡོད། དེ་ཚོའི་རོ་རོ་སོ་སོ་གི་མཐའ་བཞི་སྐད་འཕྲིན་གང་འདྲས་བཟོ་དགོས་ཀྱི་ཡོད་ན་ང་ཚོ་བོད་མི་རིགས་ལ་དཔེ་གཅིག་ལོས། རང་ཕྱི་ལ་རང་མཁས་སྡེ་ཕྱི་ལ་དཔོན་མཁས་ཟེར་མི་གཅིག་འདིར་ས་སུ་སྤོ་གི་བོད་ཡིག་གཞི་ཐག་གི་ཐོག་ལ་ཡང་མཐའ་བཞི་ག་རེ་གཏོགས་གཏོགས་དགོས་ཤིག་ཡོད་ན་གོ་བྱས་ནས་སྤོ་གི་ཆུང་ཆུང་གོ་ནས་བོད་ཡིག་ཤི་ཐུ་བ་བྱེད། དེ་ནས་ནང་ལ་སླེབས་ཚར་ཏེ་ག་ལོ་ཕ་མ་གཉིས་ག་དུས་ཡིན་ན་ཨ་ཚུད་སྦྱངས་ནས་བོད་སྐད་རྒྱག་དགོས་ཡ། དེ་སྔའི་ང་ཚོའི། དེ་འདྲའི་གི་ཐོག་ལ་སྤེན་ཚེ་མང་པོ་མཐོང་རྒྱུ་ཡོད་དེ་ངས་ང་རྡ་རམ་ས་བསྡད་དེ་དེ་ག་ལ་དཀའ་ལས་སྐལ་བཟང་ཡིན་ཞིག་གི་དེ་སྤེལ་བ་རེད་ཁོང་གི་སྐྱེས་མེད་དེ France ཡིན་ས་ཡིན་སྤུན་གུ་གཉིས་སོ་ཆིང་གིར་དེ་གས་ལ་པགས་པ་དུ་སྐད་ཆ་བཤད་དུས་བད་སྐད་མ་གཏོགས་དབྱིན་ཇི་སྐད་ཚིག་འདྲི་གཅིག་རྒྱག་ཆོག་གི་མ་རེད་ཨ་མ་དུ་སྐད་ཆ་བཤད་དུས་དབྱིན་ཇི་སྐད་མ་གཏོགས་བད་སྐད་ཚིག་འདྲི་གཅིག་རྒྱག་ཆོག་གི་མ་རེད་དེ་འདྲའི་བྱས་པ་ལ་བརྟེན་ནས་བསྡད་ས་རྡ་ར་ས་ལ་རུ་ཁོ་ཡོད་ཡིན་ན་དབྱིན་ཇི་སྐད་དང་བད་སྐད་གཉིས་ཀ་གཅིག་གི་རྒྱུ་ཆགས་པ་རེད་ང་སྔན་མ་ཨ་རི་བསྡད་དེ་ས Indiana University གི་ནང་ལོགས་ལ་ངའི་གྲོགས་པོ་རང་སའི་ཞིང་ལས་ཀྱི་བདག་མདའ་ལ་གོང་འཕོ་ཡོད་ཡོད་ལ་སྐར་ཚོགས་ལྔའི་ཆ་ཚུད་ཡོད་ལ་ཡང་ཆ་ཚུད། ཨ་བ་ཁོང་ལ་སྤོ་བོ་གཉིས་ཡོད་གཅིག་དེ་དེ་དུས་ག་ལ་ཆུ་ཤུར་རེད་ཆུ་བ་དེ་ཨ་མས་ཆེ་བ་འདྲ་ཕལ་ཆེར་དེ་དུས་ལོ་ལྔ་དྲུག་དེ་འདྲ་ཡ་མི་ཆགས་འོང་རྒྱུ་རེད། སྐལ་བཟང་ཁོང་གཉིས་ཀྱི་ཕྱི་ལོག་སློག་གྲྭར་འགྲོ་དུས་ག་ལ་ཡིན་གྱི་སྐད་ཆ་ནང་ལ་ཆུ་ལས་ཕ་བ་ཨ་མར་སྐད་ཆ་བཤད་འོང་དུས་ག་ལ་ད་བོད་སྐད་ཚང་མ་མ་གཏོགས་སྐད་གཞན་པའི་རྒྱག་ཆོག་གོ་མ་དེ་འདྲས་མ་ཆོག་དུས་ག་ལ་དཀའ་ངལ་ཅིག་ག་རེ་འཕྲད་བཞིན་འདུག་ཟེར་ན། ཨེ་ཡའི་སྟེང་ཧྲི། གཉེན་ཁྲིག་གཟའ་འདྲ་བོ་འདུག་དེ་འདྲའི་ལྕགས་ལ་མང་པོ་སྐྱེས་ལ། བལ་བོད་ཀྱི་མི་ག་རེ་ཡིན་པ་དཔའ་བོ་ཨ་མ་གཉིས་ཀྱིས་ཁོང་ལ་བརླག་རྒྱུ་བྱུང་མེད་པ་ཡིན་དེ་ནི་ཁོང་གིས་ཤེས་ཀྱི་ཡོད་མ་རེད་ད་དེའི་གི་ཐོག་ལ་ཨ་ནི་བོད་སྐད་རྒྱག་ནས་ལ་ཨིན་ཇི་སྐད་རྒྱག་བཞག་ན་དཔའ་བོ་ཨ་མ་གཉིས་ཀྱིས་བཀའ་ཡུས་གཏང་ཡོང་དགོས་རེད་ད་དེ་བོད་སྐད་རྒྱག་གི་ན་ཁོ་འདོང་དགོས་བ་མ་རེད་དེ་ནི་འདུག་ཁ་ཙམ་འཛུགས་བཅུག་འདུག་བསྡད་དགོས་བ་དེ་འདི་རེད་འདུག་ཨོ་ཧོ་འབྲི་འཛུལ་བཟོ་ན་སྤུ་བོ་འབྲི་འདྲི་དེ་འདྲའི་ཁག་བོ་ལ་རེད་ཨོ་ཧོ་ཅེས་བྱ།

སྤོ་བོ་དེ་སར་དེ་རི་ནས་མགོ་བཙུགས་བྱས་ནས། སྤོ་བོ་ཡ་ཚ་ལོང་ཆུ་དེ་གར་གང་ཟན་ཐག་སྐྱོ་བོ་ཡིན་ན་བལ་ཡིག་ཀློག་ཤེས་ངེས་ཅིག་འདུག་ཀློག་ཐུབ་ངེས་ཅིག་བལ་སྐད་གོ་ཐུབ་ངེས་ཅིག་དེ་འདྲའི་ངེས་པ་བཟོ་དགོས་ཀྱི་འདུག་དེ་སྐྱེས་ཚར་བལ་བོད་ཀྱི་མི་རིགས་གཅིག་གི་སྲོག་རྩ་གཟོ་འདྲ་བོ་དང་མི་རིགས་གཅིག་གི་མ་ལག་མ་འོངས་པ་ན་བོད་མི་རིགས་བལ་བོའི་ལུང་པ་དང་འགྲོ་ན་བལ་དུ་ཕན་ཚུན་འབྲེལ་བ་བཟོ་ཐུབ་ངེས་བལ་དུ་ཕན་ཚུན་གོ་ཐང་འཕྲིན་ངེས་འོ་དེ་འདྲའི་འོ་དེ་ངེས་པ་དེ་བཟོ་དགོས་ཀྱི་འདུག།

རྒྱ་གར་དུ་ས་གནས་གང་ཡིན་པ་དེ་གའི་སྐད་ཡིག་ཏུ་ཤེས་བྱ་དེ་ཚོ་ག་ཟེ་ཤེས་ཀྱི་ཡོད་ན་ཡང། བཟང་ཤེས་ཏེ། ལྷོ་སོག་མ་འཕྲད་ན་སྤོ་བོ་ཆུང་ཆུང་གོང་ནས། ཨ་ནི། ལྷོ་སོག་དུ་གླ་ཆ་ཟིན་གི་དེ་ཁྱེར་ནས་མར་རྒྱག་ནས་བཞག་བཞག་ན། དེ་ནི་སྤོ་བོ་དེ་ཕ་མ་ལ་གས་ཆག་མི་ངེས་ཆུ་ལུད་ལ་དད་པ་མི་ངེས་ཨ་ནི་ངོ་སུས་མི་ཤེས་གས་སྐད་ཆ་བཤད་སྟོང་མི་ཤེས་གས་ཁ་ལག་ཟ་སྟོང་མི་ཤེས་གས། མིག་གིས་མ་རག་དེ་ནས་ཡག་ཏུ་མཆན་པ་ཚར་ན་ངོ་ཚ་མི་ཤེས་ཏེ་ཞེ་ཁྲེལ་མི་ཤེས་ཀི་རྐུ་མ་རྒྱག་ཡོང་གི་ཇག་པ་རྒྱག་ཡོང་གི་མ་གཡོ་བྱེད་ཡོང་གི་ཁྲག་སྦག་བྱེད་ཡོང་གི་དེ་ཆགས་ན། མི་དེ་ལ་བློ་སྦྱོང་ག་ཚད་ཡོད་ན་དེ་གས་མི་རིགས་དེ་ལ་ཕན་ཐོག་བཟོ་ཡ་ཕག་བཞག་ནས་དེ་ལས་སྡུག་འགྲོ་སོ་སེ་མི་ཚེ་ནོར་ཕག་ངན་ལས་འགོ་ཡ་དང་ཕ་མ་ལ་དཀའ་ངལ་སྤྲད་ཡ་དང་མི་རིགས་ཀྱི་ཞང་འབྲེལ་ཞུ་ཡ་ཕེབས་སྡུག་རིགས་ངན་ཚེ་དེ་ནས་ཡོང་གི་དེ་འདྲ་ཡས་ཚར་ནས་སྤོ་བོ་ཆུང་ཆུང་ཁོ་ནས་གླ་ཤ་དང་ལམ་ཐད་དུ་པད་མ་ཚེ་གེ་ཆེན་པོ་རེད་ཤག། ཁྱེད་རྩ་ལྟར་སྤོ་སྒོ་ཆུ་ཤུར་ལ་བླ་ཆེན་དུ་ལམ་སྟོན་བྱེད་དགོས་འོ་ན་དེང་གལ་ཏེ་ས་ཁུག་བོ་ར་བྱ་ན་ཕ་མ་གཉིས་ཁུག་ཁྱེད་རྩ་ཕ་མ་གཉིས་ཀྱི་སྤོ་སྒོ་ལ་སྤོ་སྒོ་དེ་མ་འོངས་པ་ན་ཡག་ཆེན་པོ་འཁྱོངས་ལ་དེ་ག་ལ་བློ་སྦྱོང་གཙང་དུ་མ་ཟད་པ་མི་ཆེན་པ་བཟང་པོ་མི་ཡག་རག་མ་རིགས་ལ་ཕེ་ཐོ་ངེས་སེམས་ཚོགས་ལ་ཕེ་ཐོ་ངེས་ཕ་མ་ལ་ཕེ་ཐོ་ངེས་གྲོང་པ་ལ་ཕེ་ཐོ་ངེས་སྤྱི་ཚེ་ལ་ཕེ་ཐོ་ངེས་དེ་འདྲས་ཅིག་བཟོ་དགོས་པོ་ཡོད་ན་བློ་སྦྱོང་སྤྱི་པའི་ཆ་བྱད་དེ་དེ་ཡོང་གི་མི་འདུག་དེའི་སྒོ་ལ། གཟུངས་བཞེས་ཀྱི་གར་སོགས་པར་ཤེས་བྱ་དེ་དགོས་པ་འདུག་དེའི་ཆེད་དུ། ཨ་ནི་ཕ་མེས་ཀྱི་སྤུ་གུ་ལ་གཟུངས་བཞེས་ཀྱི་བླ་བྱ་དེ་སྤྲད་ཡག་གི་ཆེད་དུ། ཨ་ནི་རྩ་བའི་བླ་མེས་ཀྱི་བཀའ་ལྷག་ལམ་སྟེ་དེ་སོགས་སུ་སུ་གི། ཨ་ནི་བརྙན་འཕྲིན་ནོར་ལ་ཡང་སེ་ཡང་སེ་ཉིན་དེའི་ནོར་ད་སྤུ་གུ་ཆེ་ཤོས་འདི་འདྲས་དེ་ཚངས་པ་སྐྱིད་ལ་ངས། གླ་ཆ་འདེད་བྱ་ནི་དཔུང་གི་གོ་བ་ལས་ཐེ་ཚ་རེ་ཤི་ཐེ་ཚ་རེ་མང་བོ་པ་ལ་མི་ལེགས་ཀྱི་ཕན་ཐོགས་ཡོང་ཐེ་ཚ་རེད་བསམ་པ་དེ་སོ་ཕ་མས་གིས་འགན་ཁས་བྱས་ནས་ཕོ་བུ་ལ་གླ་ཆ་རྒྱག་ཡ། ད་ག་ནང་བཞིན་གི་ས་གནས་ཁག་སོ་སོ་དེ་རིགས་ཁ་ཚོ་བེ་རིགས་ཚོགས་པ་ག་ས་ག་ལ་བཙུད་ཡོད་རེད་དེ་ནི་ངན་མ་ནོར་གྱི་མ་རེད་ང་ངན་མ་དེ་ཨ་རིག་འདེད་བདེ་བའི་ཀ་འདྲ་ཅིག་ཡིན་ན་དེ་ནས་བེ་བ་ཁ་ཁ་ཤས་ཁ་ཤས་མ་ཏོག་ཡོག་མ་རེད་དེ་ཐ་ཤི་ཁས་དེ་ཟ་ཁ་ཟ་གས་ཡོག་མ་རེད་དེ་རིགས་ཁ་ཚོ་ནི་བེ་རིགས་ཚོགས་པ་ཨ་ནི་བེ་བ་འདི་འདེད་བྱེད་ས་རེ་རེད་ལ་དེ་ནས།

ཨ་ནི་དགེ་རྩའི་ལས་བྱེད་ལྟ་བུའི་ལས་བྱེད་ཁག་ཡོད་ནི་རེད། དེ་འདྲའི་གི་དཀའ་ལྷག་ལམ་སྟེགས་དེ་ཚོ་དེ་ནས་དུས་ཚོད་དེ་ཚད་ཐུག་དུས་ཐུག་དུས་ཀྱི་ལུས་པོ་དབུགས་དེ་ཚོ་གི་ཉེས་བྲོ་བུ་ཡུག་ཁྱེད་ཀྱི་ཐོག་ནས་ཞུ་ཡ། ཕ་མ་དེ་ཚོ་ཡིན་ན་སུ་སོ་སོ་ཤི་ཚད་ལ་དཔག་པའི་ཨ་ནི་ཀུན་འདུས་གི་དཀའ་ལྷག་དེ་ཚོ་དང་གནས་ཀྱི་དགེ་བའི་བཤེས་གཉེན་གཅེས་པ་སྟོང་པ་དེ་ཚོ་དཀའ་ལྷག་གོ་མྱོང་ཡོད་དེ་ཚོ་སུ་སིག་གི་སེམས་པ་ལ་ཤ་གསོ་ཡོང་གསོ་བཏང་ཅིག་ཁྱེད་ནས་སྤོ་གི་ལ་ཡ་གླ་ཆ་རྒྱག་ཡ། དེ་འདྲ་བྱས་ནས། སྤུ་གུ་ཡ་ར་ཤི་བཟོ་ཐུབ་དགོས་འདོད་མ་གཏོགས་སྤུ་གུ་ཡ་ར་ཤི་བཟོ་མ་ཐུབ་ན། དེ་ནི་ཇི་མ་ཡ་ཆེན་པོ་ཆགས་ཚར་བའི་སྐབས་ལ། དེ་ནི། ཕན་ཐོགས་མེད་ངེས་ཆགས་འགྲོ། བློ་བཟང་གིས་དེ་གའི་ཨ་ནེ་སྤེན་ཚེ་གཅིག་ཞུས་ན། ང་ཚོའི་གའི་བླ་གཞའ་གླང་སྟེ་དེ་ཞེ་དྲག་ཡག་པོ་རྒྱག་མི་ཐུབ། དེ་ནི་བོད་ཡིག་བོད་སྐད་དེ་བས་ཡག་པོ་བཀླགས་མ་ཐུབ་སྤུ་གུ་ཡ་ཆེན་པོ་ཆགས་ཚར་བའི་རྗེས་ལ། ཨ་ནེ་ཕྱི་ལུས་ཀྱི་གློག་ཁྲ་ཆེན་པོ་འགྲོ་གློག་གཞུང་ཆེན་པོ་བཅས་པགས་སེ་ཆེན་པོ་བཅས་མི་ཆེན་པོ་ཆགས་ནས་ཆུ་ནང་ལ་ཀླད་པ་ཆགས་ཤར། དེ་ནས་ནི་ཤོག་དཔེ་གྱི་ཞག་ཤས་ཀྱི་བར་ཆགས་ཏེ་གཟུགས་པོ་ལ་འཇགས་ཚར་བའི་རྗེས་ལ་ཕ་མ་ལ་དེ་ཚོ་གས་ཆགས་མེད་ངེས་ཕ་མའི་དཀའ་ངལ་སེལ་ཡག་གི་ཐོག་ལ་འགན་ཁི་དེ་ཚོ་མེད་ངེས་ཨ་ནེ་མི་རིགས་ཀྱི་དཀའ་ངལ་སེལ་ཡག་ལ་འགན་ཁི་དེ་ཚོ་མེད་ངེས་འདི་འདྲའི་ཆགས་འདི་ག་ལ་དེ་ནས་ཕ་མ་དེ། སོ་སོའི་རང་རིགས། རང་གི་མི་ཚེ་ལ་དཀའ་ལས་སྦྱར་ནས་སྲོག་ཤིང་བཟོ་བཅུག་འདུག་སྤོ་བོ་དེས་སོ་སོ་ལ་ཕན་མི་ཐོག་གི་སོ་སོའི་མི་རིགས་ལ་ཕན་མི་ཐོག་གི། ཨ་ནི་བློ་ཆུང་དེ་གི་ཁོ་ར་གཅིག་པོ་ལ་ཕན་ཐོག་ན་མང་གཞི་ཡག་པོ་རེད་ཡིན་ན་ཡང་ཨ་ནི་ཡིག་རྒྱ་ཆུ་ཤོས་རེད་སོ་སོའི་སྤྱི་ཚོགས་ལ་ཕན་མི་ཐོག་སོ་སོའི་མི་རིགས་ལ་ཕན་མི་ཐོག་ཐ་ན་སོ་སོ་ལ་ཕན་མི་ཐོག་གི་ཆགས་ཚ་འདི་ག་ལ་སྙན་མ་ང་ཤི་ཐིག་གྱི་ནས་བསྡད་འདི་བའི་དཀའ་ལས་ཨ་སྤོ་འདྲ་ཆགས་སྲེད་ཅིག་ཆགས་གི་མ་ལོག་ནས། ང་ལ་མི་གཅིག་གིས་དྲི་བ་དྲིས་སོང་ངས་དེ་དེ་ཀ་ལ་ལེགས་རྒྱག་རྩིས་ཞུ་ཁོང་ཚོས་ད་ང་ཚོ་བེ་ཡིས་བེ་སྐད་ལ་ན་པོ་གུ་ཏེ་སོགས་དེ་ཡི་ཐོག་ནས་ཞི་ར་ལས་ཁ་ར་ཧས་གད་མི་འདུག་དེ་ནས་དེ་ནས་རྗེས་མ་དེ་ནས་བེ་ཡིག་ཤི་ཚད་དེ་བས་ཞི་ར་མེད་འགྲོ་ཨིན་ཇིག་ཤི་ཚད་དེ་བས་ཞི་ར་མེད་འགྲོ་གལ་སྲིད་བེ་ཡིག་ཤི་ཚད་ཡག་པོ་ཟེར་ཡ་པ་ཆགས་བཞག་ན་ན་དེ་ནས་ཡང་ལང་ཀ་དེ་ཞི་ར་མེད་ངེས་ཆགས་འགྲོ་གི་འདུག་དེ་འདྲའི་ཡིན་ཚ་ན་ང་ཚོའི་པོ་གུ་ནི་ཨིན་ཇིག་སློ་གྲ་ནང་གཏོང་བཞག་ཡས་ཨ་དེ་འདྲའི་ཟེར་ནས་ལགས་སོ་ངས་ཁོང་ལ།

འབྲོག་སུ་ཆེན་པོ་ཧེ་ར་ཀྲས་ལྷོ་ཡའི་དེ་འདྲའི་བཏང་བ་ཡིས། ཨ་ནི་མཐའ་མ་དེ་སློ་ཁྲ་ཆེ། ཨ་ནི་སློ་ཁྲ་ཆེ་ཟེར་ན་ད་སློ་ཁྲ་ཚི་གུང་སི་ཅི་ལས་སུ་ད་དེ་དེ་པའི་སློ་ཁྲ་མཐོ་པོ་ཆགས་ཚར། དེ་དེ་ཀ་ལ་པ་བ་ཏོག་མ་ལེ་བ་ཅི་ལ་དྲོད་ཕོ་ནི་གཟུད་པོ་ཤེ་ཀ་འདི་ཡ་མེ་གེ་ཆགས་ཁ་ནོ་ནི་ཁ་ཤུ་མ་ཚུགས་པའི་ཆགས་ཚར། ཨ་ནི་དེ་ཨོ་པོ་ཅི་ཡས་དེ་ཁོང་གི་སྒོམ་པའི་ན་བཞག་ཡིས། ཨ་ནི་རིག་པ་ཡོ་པོ་རྒན་པ་ནང་ཆི་ཁའི་ཡོ་ལོ་མ་རེད་དེ་ནི་སྒོམ་པའི་ནོ་དེ་ནི་སློ་བཞུགས་འདྲ་བཟོ། ཨ་ནས་ཁོ་ཁོ་ར་ཁོ་ར་ཚེ་གི་སློབ་གསོ་ཡག་ཐག་ཆད་ཤོས་འཛིན་གྲྭ་གི་འོག་ཚེ་ཡག་རྒན་པ་རང་ཆགས་ཨ་ནས་ཁྱེད་ཚང་ཚང་སོ་ནང་ལ་མར་སླེབས་ཡོང་གི་འདུག་ཨ་ནས་ཁྱེད་ཚང་པ་བ་ན་ནས་ད་གཟུགས་པོ་ཤ་ཀ་འགེ་ཅོག་རྒྱ་རྒྱ་མེ་ངེ་ཆགས་ཁ་ནང་ནས་ཁ་ཤི་མོ་ཚོགས་མ་ཁ་ཆེ་ཟག་ཡོང་གི་ག་ར་བློ་གྲ་ནང་ནས་ཡོང་གི་སྤུ་གུ་དེ་པ་བ་ལ།

ཕ་མ་སོགས་ཀྱིས་དེ་ནས་བས་མི་རིགས་འདི་གི་རང་གི་ཕྱི་རིགས་ཀྱི་ཆེད་དུ་རིག་གཞུང་གཞི་རྩ་ལ་བཞག་དགོས་ན་གཞི་རྩ་ལ་བཞག་ས་ཀྱི་མ་ལག་དང་པོ་གཏིག་ས་དེ་དེ་ཚོ་རེད་དེ་ཚོ་ངེས་པར་དུ་ཕ་མ་སོགས་འགན་ཆེན་པོ་ཁས་བྱས་ནས་སྤུ་གུ་ལ་བསླག་བྱ་དོ་ལང་སྟེ་དེ་བྱེད་དགོས་རེད་དེ་བྱེད་དགོས་དེ་བོད་ཤི་བས་ཀྱི་དན་རྟགས་རེད་སྤུ་གུ་མི་ཚེ་གི་དན་རྟགས་རེད་ཕ་མ་སོ་སོའི་མི་ཚེ་མཐའ་མཇུག་གི་དན་རྟགས་རེད་དེ་ཚོ་ཧ་གོ་བ་བྱས་ནས། ད་ལྟ་ནས་ལག་ལས་ཀྱི་ཐོག་ནས་འགན་དེ་ངེས་པར་དུ་འཁུར་དགོས་ཀྱི་རེད་བསམ་པ་ཚོར་གྱི་ཡོད།